དཔེ་ལ་དངུལ་བ་ཡོད་མཁན་གྱི་ཡང་མི་སྣ་དང་སོགས་ལ་བཅར་འདྲི་གྱིས་ང་ཚོས་དེ་འདྲ་གི་ལས་རིམ་ཅིག་བཟོས་ཡོད་རྣམ་པ་ཚོས་གསན་གཟིགས་གནང་རོགས། སྒྲོག་ཁྲོ་མཆོག་ལགས་བཀྲ་ཤིས་བདེ་ལེགས། ད་ནི་ད་དེ་རིང་རྒྱལ་སྤྱིའི་དཔེ་ཀློག་ཉིན་མོ་དང་བསྟུན་གྱི་ཨ་ནི་ངའི་དྲི་བ་དེ་ག་རེ་ཡིན་ལབ་ན་ཅིག་ད་དཔེ་ཀློག་དེ་སྐར་ཆའི་རང་བཞིན་འདྲ་བོ་ག་འདྲ་ཆགས་གོ་ནམ་མི་སྒེར་གཅིག་གི་འཚོ་ན་རེད་རྒྱལ་ཁབ་གཅིག་གི་འཚོ་ན་རེད་ཅིག་དཔེ་ཆ་ཀློག་ཡག་གི་དེ་སྐར་ཆའི་རང་བཞིན་འདྲ་བོ་ག་འདྲ་ཆགས་གོ་ནམ།
ད་སྤྱི་དང་ང་ཚོའི་གི་དཔེ་ཀློག་ཟེར་ནས་རེད་ཐེབས་ལོང་ཤོར་བ། ད་ཅིག་ནམ་དུས་ང་ཚོ་ཡིན་ན་ད་སུ་སུའི་གི་གཟུགས་པོའི་ཆེད་དུ་ལ་ད་ཞོག་གེ་ཞོག་ཟས་བྱེད་ཉིན་ཟས་གོང་ཟས་ཟ་དྲུར་བ་ད་དེ་སུ་གཟུགས་པོའི་ཆེད་དུར་བ་དེ་ལ་གོ་གི་ཡོར་བ། ད་སེམས་ཚོགས་གོ་གོར་བ་ཨ་ནི་ཤེས་ཡོན་གོང་འཕེལ་གཏང་གོ་ཡོར་བ་དེ་ལ་ཡང་ཨ་ནི་ཅིག་ཁ་ལག་སྤྲད་གོ་གི་ཡོར་བ། དེ་ཁ་ལག་སྤྲད་དེ་ལ་ད་གཙོ་ཆེ་ཤོས་དེ་ཉན་གོ་གི་ཡོར་བ།

ཟས་འདི་ཡག་ཤོས་དེ་ད་ཉིན་ལོག་གཉིད་དུ་ཡོང་གི་ཡོད་རེད།
འདི་ད་བརྗོད་མོག་རེད་རོ་ང་ཚོས་གི་ད་ཕྱི་རྒྱལ་ཡིན་ནི་རེད་ང་ཚོས་ད་གང་ཆེ་དང་པོ་དེ་ལ་ཡང་ཐོས་བསམ་སྒོམ་གསུམ་ནང་ལོག་ནས་དང་པོ་དེ་ཐོས་པ་དེ་ད་ང་ཚོ་བཅས་ཀྱི་དགེ་རྒན་གྱི་རྩ་ནས་མ་དཔེ་འབྲི་ཞུས་ཡིན་ནི་རེད་སོ་སོ་ད་དེང་དུས་གི་དེབ་གི་ནང་ལོག་ལ་ད་དེབ་དེ་སོ་སོའི་གི་རྩ་བའི་བླ་མ་འགྲོ་བོ་ཅིག་ད་བཅས་ཀྱི་བི་གའི་རྩིས་ནས་འབྲི་གི་ཡོད་རེད་ད་ང་ཚོ་སྲོལ་རྒྱུན་ནང་ཁོ་རང་ལ་ཡང་བོད་པའི་གི། གནའ་སྔ་མོ་ནས་ཨ་ནི། དེབ་ཀྱི་དཔེ་སྐྲུན་བྱེད་ཡ་དེ་ཧང་སངས་ཀྱི་ཆོས་རྒྱལ་ཚོའི་སྐབས་ནས་ང་ཚོ་མ་ཡིག་ཆ་བཞག་བཞག་ཡ་དེ་དཔེ་མ་ཟེར་གལ་ཆེན་པོ་བཀའ་འགྱུར་བསྟན་འགྱུར་ལ་སོགས་པ་དང་དག་ན་ཤིང་གི་ཕྱིས་ཀྱི་མང་པོ་བཅས་ཀྱི་འགྱུར་བཞག་ནི་རོ། ད་དེང་སང་ཡིན་རྗེས་ནས་ད་ང་ཚོས་ཀྱི་དུས་ཚོད་ལ་བབས་པའི་དུས་རབས་ལ་བབས་པའི་ཀྱི་ད་ཚན་རིག་དང་འཕྲུལ་རིག་དང་འདི་འདྲའི་དེབ་ག་རེ་ཡིན་ནས་མ་འགྱུར་ནི་འགྱུར་དང་འགྱུར་བཞིན་པ་རེད་ད་ང་ཚོས་མཐུན་རྐྱེན་ལ་བབས་པའི་ད་མིག་གི་ཨ་ནི་ནུས་པ་ལ་བབས་པའི་འགྱུར་དགོས་རེད་ཨ་ནི་འདི་ཀློག་ཡ་དང། འདིའི་ནང་ནས་ཤེས་བྱ་རྟོགས་དགོས་ཡ་དང་ད་འདི་ཡང་འདི་ཙམ་མ་རེད་ངས་མ་གི་ང་ཚོ་སྲོལ་རྒྱུན་གྱི་དང་སློབ་སྦྱོང་བྱེད་ཞོར་དུ་ཐར་པ་དང་ཐམས་ཅད་མཁྱེན་པའི་གི་གོམ་པ་ཐོབ་ཡས་གི་ཆེད་དུ་ནི་འདི་ནང་ལོགས་ལ་བརྗོད་བྱ་དང་འདྲ་མི་འདྲ་ཡོད་རེད་ཡིན་ནའི་ད་ལྟ་འདི་ནང་ལོགས་ལ་དེང་དུས་གི་དང་ང་ཚོ་ཐུང་མོང་གི་རིག་གནས་ཐོག་ལ་དཔེ་འཇལ་བྱ་ན Computer དང་གློག་ཀླད་འགྲོ་བྱ་བྱ་ན་འདི་ནང་ལོགས་ལ་ག་འདྲས་ག་འདྲས་ཁོ་རྒྱུ་བ་ཞིག་འགྲོ་བ་རང་འདི་ནང་ལོགས་ལ་ཨིན་ཇི་མ་ཤེས་ངེས་བྱས་ན་བོད་ཡིག་ནང་ལོགས་ལ་ག་འདྲས་ཡོད་མེད་དང། ད་ཚན་རིག་ཆ་ཤས་ན་མང་པོ་ཅིག་ཡོད་རེད་ད་དུང་ཡང་ང་ཚོས་སྙོབ་དགོས་ཡོད་མ་རྟགས་བསྒྱུར་དགོས་ཡ་མང་པོ་ཅིག་ཡོད་རེད་ད་འདི་ཡི་ཆ་ནས་ཨཱ་ནི་དཔེ་དེབ་ཀློག་དགོས་ཡ་འདི་སོ་སོ་སྒེར་གྱི་ཆ་ནས་ཉམས་ཞིབ་རེད་ཨཱ་ནི་ཤེས་བྱ་རྟོགས་དགོས་ཡ་ལ་ངེས་པར་དུ་དཔེ་དེབ་མ་ཀློག་པ་ཡིན་ན་འདི་ཤེས་ཀྱི་མ་རུང་ཨོ་དེ་བྱས་ཙང་དཔེ་དེབ་ལྟ་དགོས་ཡ་འདི་ད་ཧང་སང་གལ་ཆེན་པོ་རེད་ད་དཔེར་ན་ང་ཚོ་བོད་པའི་གི་གོམས་གཤིས་ནང་ལོགས་ལ་ཚགས་པར་སྒྲོག་བྱས་ན་ཉི་མ་ཉི་མ་བསྟུན་དགོས་རེད་འདི་འདྲས་ཡིན་ཡོད་དམ་མ་རེད་ད་ཡིན་ན་ཡང་ཚགས་པར་འདི་གའི་ཀློག་ཡ་གི་གོམས་གཤིས་ཞེ་དྲག་ཡོད་མ་རེད།

ཆོས་ཀྱི་བར་དུ་ང་རང་ཚོས་ག་རེ་བཟོས་ནས་ད་སློབ་སྦྱོང་བྱེད་ཉིན་ཡིན་པའི་ཆ་ནས་དཔེ་ཀློག་དེར་དངོས་གནས་དྲོ་ནས་ཀློག་དགོས་ཡ་དེ་བླ་ན་མེད་པའི་གལ་ཆེན་ཆགས་དགོས་བ་རེད། ང་ཚོ་བོད་ཀྱི་གཏམ་དཔེ་ལ་ག་རེ་བཟོས་ན། དཔེ་ལྟོས་ནང་དུ་གསེར་གྱི་ཕང་བ་ཡོད། ད་རང་ཉིད་ཕྱུག་པོ་སྲིད་ན་མ་འགྲོ་རྒྱལ་ཁབ་ཀྱི་འཛུགས་སྐྲུན་ཆེད་ཕྱུག་པོ་ཆགས་དགོས་ན་མི་འདུག་མིང་གཅིག་གིས་སྒེར་གཅིག་གིས་ཕྱུག་པོ་ཆགས་དགོས་ན་རེད་གང་ལྟར་མ་དག་གསེར་ལྟོས་དང་རྒྱུན་འཛིན་ག་རེ་བྱེད་པའི་ཆོ་ནས་ལ་དཔེ་ལྟོས་ཀློག་དགོས་ཡ་དེ། སྲོག་ཤིང་ལྟ་བུ་གཅིག།

འོ་དེའི་སྒང་ནས་ད་དཔེར་ན་ཅིག་ཁྱེད་དམག་དོན་གྱི་སྐོར་ནས་ཅིག་འབྲི་དགོས་ཀྱི་ན་དེའི་སྐོར་གྱི་ཐ་སྙད་དང་ཡང་ཅིག་དེའི་སྐོར་གྱི་ཤེས་བྱ་མང་པོ་དེ་མེད་དེའི་སྒང་ལ་འབྲི་ཤེས་ཀྱི་མི་འདུག་ད་དཔེར་ན་ཆོས་ལུགས་ཡིན་གྱི་ན་ཆོས་ལུགས་སྐོར་གྱི་ཡང་ཅིག་ཐ་སྙད་དང་ཤེས་བྱ་མང་པོ་དེ་མེད་དེའི་སྒང་ལ་ཡང་དཔེ་ཁག་པོ་ནན་མོ་ཆགས་འགྲོ་གི་འདུག་ད་ཅིག་དེའི་སྒང་ལ་ང་རང་མཐོང་ན་ཡང་ན་ཉིན་ཅིག་ཉི་མ་རེ་རེའི་གི་འཚོ་བ་དང་འབྲེལ་བ་ཡོད་ནོ་གི་ཤེས་བྱ་དང་བསྡུ་ལེན་དང་ཨ་ནི་སོ་སོ་དགོས་ཡ་དེ་མཁོ་སྒྲུབ་བྱེད་ཡ་ཅིག་ལ་ཨ་ནི་ངའི་ངེས་འཛིན་གནང་གི་ཡོད་བསམ་གི་འདུག།

དེ་བཞིན་ནང་མི་གཅིག་ནང་ལོ་པ་ལམ་ལ་གཉིས་ཆ་དེབ་ཀློག་ངེས་རེད་ཅེ་ན་ཕྲུ་གུ་དེ་རང་བཞིན་མེད་པར་དེབ་ཀློག་ངེས་ཆགས་འགྲོ་གི་རེད། ད་ནང་ལ་དེ་འདྲའི་གི་ཁོར་ཡུག་དེ་འདྲའི་མེད་ན་ཨང་ཁག་པོ་ཞིག་འདྲ་རེད། ར་འོང་འདི་རེད་ཅེ་གཅིག་དང་ང་ཚོའི་བོད་པའི་སྤྱི་ཚོགས་ཁྲོད་ད་ག་ནང་འདྲ་དཀའ་ངལ་འོང་འདི་རེད། དེབ་ཀློག་ངེས་ཉུང་ཉུང་ཡོད་འདུག་རྒྱུ་མཚན་ཚང་མ་ད་ག་ནང་ནས་འཕྲོས་འགྲོ། ནས་ཁ་སང་དེ་རིང་གི་ང་ཚོ་གི་ད་བཙན་བྱོལ་སྤྱི་ཚོགས་འདི་ལ་མཚོན་ནས་འཇིགས་ན་ཟེར་གི་རེད་དཔེ་ཀློག་གི་གོམས་གཤིས་དེ་ཧ་ཅང་དཀོན་པོ་རེད་བསམ་གི་འདུག་ར་ད་དེ་དཀོན་པོ་ཡིན་པ་གི་རྒྱུ་མཚན་ཞིག་དེ་ད་མང་པོ་ཟིག་གི་བཤད་ན་ཁོར་ཡུག་དང་ཨ་ནི་གནས་བབ་དང་མང་པོ་ཟིག་གི་འབྲེལ་བ་ཡོད་ན་འདུག་བཤད་གི་ཡོད་རེད་ར།

བོད་ནས་དེབ་བོད་ནས་ཡོང་ངེས་དེ་ཉུང་རུ་ཕྱིན་ཙང་འདི་གའི་དཔའ་བོད་ཀྱི་ཨ་ནེ་ང་ཚོའི་བོད་ཡིག་སྡེ་ཚན་དང་ཕྱག་དཔེ་གསུང་རྟེན་ཁང་འདི་རྣམས་ལ་ཞེ་དྲག་ཉུང་རུ་ཕྱིན་བསྡད་ཡོད་རེད། ཉུང་རུ་ཕྱིན་དགོས་པའི་རྒྱུ་མཚན་དེ་གཙོ་བོ་དེ་ད་ལྟའི་ལ་ཡོད་པའི་ཀྱི་ངན་སྨྲ་གི་དེབ་ཀློག་ངེས་རེད། ད་ག་ན་ཤེས་འདི་གས་མང་ཆེ་དེ་ཕྱི་རྒྱལ་ཁག་ལ་འགྲོ་ཡ་དང། ཨ་ནི། ཅེས་ཀྱི་ཡང་སོ་སོ་ཕ་ཡུལ་ལ་ཕར་ལོག་འགྲོ་ཡ་དང་འདི་འདྲས་ཀྱི་ཆ་ནས་རེད། ད་དེ་མིན་གྱི་ཡང་སློབ་གྲྭ་ཐོན་བདེ་བར་ཁ་ཅིག་གི་སྨན་རྩིས་ཁང་འཛུལ་ཞུགས་ན་རེ། ས་རཱ་ལ་འཛུལ་ཞུགས་བྱེད་ངེས་རེད། ད་ག་ན་ཤེས་ཏཱ་ལ་མ་སློབ་ཕྲུག་མཐོ་རིམ་སློབ་གྲྭ་བོད་ཡིག་རྐྱང་པ་ད་སློབ་ཆུང་བྱེད་ངེས་ད་ནོར་བུ་གླིང་ཁ་མཉམ་གཞིས་ཁང་དེ་གའི་ཏག་ཏག་མུ་མཐུད་ནས་འགྲོ་བཞིན་པ་དང་ཡོད་བཞིན་པ་རེད། ཨ་ནི་དགོན་སྡེ་ཁག་དང་ཨ་ནི་བདག་ན་གཞན་གྱི་དགོན་སྡེ་ཁག་ནང་ལོགས་ལ་ཡང་རྩོམ་རིག་ཉམས་ཞིབ་ཀྱི་དང་ཡང་དུས་དེབ་ཀྱི་ཁོང་ཚོའི་རྩོམ་རིག་དེ་གའི་དེ་གའི་ད་ལྟ་ཡང་མུ་མཐུད་ནས་འབྲེལ་བ་བྱེད་བཞིན་པ་རེད།
ཕལ་ཆེར་ཉུང་རུ་ཕྱིན་ཡོད་རེད་ངའི་བསམ་ན། རྒྱུ་མཚན་ནོ། ཁ་ཟས་གྲ་སྟེ་མང་པོ་སླེབས་བསྡད་རོགས། ཨ་ནི་སྙེ་མ་ཡིན་ན་ད་ཅིག

དཔེ་མཛོད་ནང་ལོ་ལྔའི་ཉུང་རུ་ཕྱིན་ཡོད་རེད་ད་ངོ་དེབ་ལ་སོགས་པའི་གི་ག་འདའ་ག་འདའ་ང་ཚོའི་གི་ག་ལེགས་རེད་དེ་ལ་རྒྱུ་ལམ་ཁ་ཞེ་འདྲ་མང་པོ་ཡོད་རེད་བ་དེ་ནས་ཡང་ལོ་ལྔའི་མང་རུ་ཕྱིན། དང་ཚང་གཅིག་སྤོ་ནང་གི་ཤེའུ་འབའ་རི་ད་གི་སྤྱིར་བཏང་གི་མི་དམངས་དཀྱུས་མ་རེད་ད་ཚོ་གཅིག་དཔེ་ཀློག་གི་ནུས་སྟངས་འགྲོ་དེ་ག་འདྲ་སུ་ཆང་གི་ཡོད་ན། དང་ཚང་གི་དཔེ་ཀློག་གི་ནུས་ཚད་འདྲ་བོ་ད་པར་ཕྱིར་གཅིག་བརྟག་ཞོག་གི་དེ་འདྲ་གི་གཅིག།

དེ་མི་གི་ཚོང་གཉེར་གཉེར་ཡོང་ས་ཆ་སོ་སོ་ནས་ཇེ་མང་ནང་འགྲོ་གི་འདུག་དེ་ཚོ་བརྟག་སོང་ན་ཕར་ཁྱེར་གྱི་དཔེ་ཀློག་གི་ནུས་བ་དེ་ཅི་ཇེ་ཡག་འདྲ་བོ་འགྱུར་གི་ཡོད་གི་འདུག་རྒྱུ་ད་རེད་ཤེས་ཡོན་པའི་སྡེ་སུ་ཡིན་ན་ར་ད་ཅི་སོ་སོ་གི་ཆ་ནས་ཅི་དཔེ་ཆ་ཕུ་ཉེ་དང་དཔེ་ཆ་ཐ་ཉེ་སོགས་ངར་ལས་ཅི་ཇེ་མང་འདྲ་བོ་གི་ས་འགྱུར་གི་ཡོད་གི